ཚང་མར་བསྐྱར་དུ་བཀྲ་ཤིས་བདེ་ལེགས། ཨ་ནི། ད་རེས་ང་ཏག་ཏག་དྲན་པ་བཟོས་སོང་ཡ། ཉིན་དུ་མགོ་མ་བཙུམ་ཉལ་ལ་བོད་རྒྱ་ལོ་ལེགས་འདི་ཡ། འདི་ཚོ Background འདི་ཚོ Mind མ་ཕྱེ་ཨ་ནི་ཨ་ཅེ་ཁ་ཅེ་ལ་ན། དུག་ལོ་ནི་ད་ལྟ་ང་གདམ་ས་ལ་ལ་ཡ་ཨ་ནི་མང་པོ་ཅིག་ད་གདམ་ས་ལ་གནམ་གཤིས་ད་ཧ་གོ་གོ་བ་ཡིན་གྱི་རེད་ཡ། དུག་ལོ་ཀ་མེད་ཅེས་མི་འདོད་ཡ་ཕྱི་ལོ་ཤར། ཉི་མ་ལྟོས་སམ་དུག་ལོ་ལྟོས་ར་ཆག་གྱིས་འདི་ཡ། འདི་ལས་ད་ཡགས་ནང་ལོ་ལ་ཨིན་འདྲེ་འགྲོ་ཧེང་ཆི་ཨ་ནི་རླུང་འགོ་སྤར་ན་ཡ་ཡགས་ཤོས་ཤོས་ཨ་འདི་ནི། ཚོ་བོ་འདི་ང་ད་ད་ད། ཆུ་བོ་ར་ཆུ་བོ་ར། ང་ད་རིང་མ་ལོ་འགྲོ་ཡན་པ་ཨ་ནི་ཡོང་འདི་གི་ག་རེ། པད་གིང་རོ་ཆེ་ར་ནི་ཚོགས་རོ་ཆ་ཞེ། པད་གིང་ཆེ་ཞིག་ང་སྐད་ཆ་ཞིག་དྲན་པ་སོད་ས་ཡ་ཨ་འོང་འདི་གི། པད་གིང་དུག་སོ་རྒྱལ་གྱི་ཡོང་ད་པད་གིང་ལན་མ་རེད་ཡ་དུག་སོ་རྒྱལ་གྱི་ང་སྐད་ཆ་ཞིག་དྲན་པ་སོད་ས་ད་ར་ང་ཚོ་ཨེ་འདྲེ། མཐོ་སློབ་སྐབས་སུ་འགྲོ་འདི་ཡ་འོང་འདི་ཨ་ནི། དྲུང་གཅིག་རང་ཚོ་ལ་དྲུང་གཅིག་ཤེས་ཤིག་ང་ར་མཉམ་དུ་ཀོ་ཧྥེ་བྲིག་ཅིག་ལེ་ར་ཀོ་ཧྥེ་བར་སིང་ཅིག་ལེ་འོང་འདི་ཆེ་བ་བསམ་ཤེས་ཡ།

ཁྱེད་རང་ལར་སྐད་ཆ་ཡང་ཡིན་འདུག་ས་ཉོག་ཏུ་ཡང་བྱོན་ངས་ད་ཡོད་དུ་སྐད་ཆ་སི་རེས་རུ་ཡོད་འོར་མར་ཉལ་གྱི་ད་ཡང་སེམས་འདྲེ་མ་ཆེན་མོ་དེ་ང་རང་གྱི་དྲུང་དུ་ཤི་ཡང་བབས། མང་པོ་ཅིག་གིས་དོགས་པ་ཡོད་ས་རེད་དྲན་འགྲོ། ང Single རེད་ཡ་མེད་ན་ཨོ་ཁེ་དགའ་བོ་ཡོད་རེད་ཡ་མེད་ན་ཁ་འཆང་ས་རྒྱག་ཚར་རེད་སྤུ་སྐྱེས་ཚར་རེད་ཁ་རེ་འདྲེ་འགྲོ་ཡ་དོགས་པ་དོགས་པ་ཤུགས་ཆེན་པོ་འགྲོ་ཡོད་ས་རེད་ཡ་ཁ་ལོ་ན་ང་ཨེ་འདྲེ Instagram ནང་ལོ་ལ Instagram ལ་ནི Social Media ནང་ལོ་ལ་ཨེ་འདྲེ་ཁ་ལོ་འོ་རེད། ང་རང་གྱི Love Life སྐོར་འགྲོ་ལ་གླུ་ཡ་དགའ་བོ་མེད་ཡ་འོ་འདི། ཨ་ནེ། འོན་ཀྱིན་ད་ངས་དྲུང་གཅིག་ཤོག་བསམ་ཤེས་ཨ། ང་རང་སྒེར་གྱི་འཚོ་བར་ད་དེ་ཡང་ང་ནོར་བ་བས་ཡོང་སྲིད་ཀྱི་རེད། ཨིན་འདྲེ། ང་ཚོ་ཡིན་ན་མི་མཉམ་པོ་མི་ཚེ་སྐྱེལ་འགྲོ་ད། དཔེར་ན Relationship འགྲོ་ན་ལས་ལ་ར། བརྩེ་བ་ད Love ཇི་ཡོད་ར་ང་ཚོ་ཡིན་ན་མི་ལ Guide ཇི་ཡོད་ར་འོན་ཏེ་གཅིག་པོ་གཅིག་གལ་ཆེན་པོ་མ་རེད་ཤ་ཡོད་ཨ། ང་ར་ཚོར་ས་ཨིན་འདྲེ་ཡོད་ཁ་ཅིག་ལ་ན། འཇམ་འཇམ་ང་ཚོ། མི་ཁ་ཤས་ལ་སྔོ་ནུ་ཁོ་ར་དགའ་བོ་ར་སེམས་པ་གདེང་ནས་དགའ་བོ་རེད་མི་ཕ་ཇོ་དེ་ཚོ་ལ་དགའ་བོ་ར་སོ་སོ་ཧ་གོ་གོ་རེད་ཡིན་ནའི། མི་ཚེ་ཡོངས་མི་དང་མཉམ་དུ་ཡ། དཔེ་ཁག་པོ་དང་ཡ། བརྩེ་བ་དང་དེ་གཅིག་པོ་གཅིག་དམར་དུ་ཡ། ང་རང་སྒེར་གྱི་འཚོ་བ་རང་ལ་ཡོད་དང་ང་རང་ཉམས་མྱོང་ངོ། འོ་འདི་ལྟ་གཉིས་དེར་གཡས་འདྲེན་འགྲོ་ག་གཅིག་སྐོར་ལ་ང་རང་སྒེར་ག་གཅིག་ཡ་གཉིས་གྲུམ་གཅིག་ཤོག་བསམ་སྲིད་ར། སྙམ་མ་སྙམ་མ་ང་མཐོ་སློབ་འགྲོ་དུས་སྐབས་སུ་རེད་ད་ར། མཐོ་སློབ་ལ་ནས་ཕེབས་ཀྱིན། མཐོ་སློབ་མ་རེད་ང་མཐོ་སློབ་ད་ར་ཡིན་ནའི་མཱ་སི་ཏར་བྱེད་དུས་སྐབས་སུ་རེད་ཡ་ང་དེ་ར་དུན་ལ་འགྲོ་དུས་བསམ་པ་མཱ་སི་ཏར་བྱེད་དུས་བསམ་པ་ར།

ང་ད་དྲང་པོ་ཤོག་ད་ལྟ་བུ་དུ་ཡང་མི་ཚེ་ནང་ཁོ་རོ་ཡང་ང་ཡང་འགྱོ་ཐུག་མ་སྟ་ཁོ་རོ་ཡང་ང་འགྱོ་ཐུག་མ་སྟ་ན། ཁོས་ང་ལ་བྱམས་པོ་ཅིག་བྱེད་ཁོ་ང་ལ་ཅིག་ཨེ་འདྲེ་ཁ་ལོག་རེད། འཚོ་བ་ཡང་ང་ཚོ་ཨིན་ཇི་ཀའི་ནང་ལ་ན་ཡོད་ཁ་ལོག་ད special feel བྱེད་རྒྱོ་བྱེད་བཅུག་རྒྱོ་ཡོད་ར་ད་ལྟ་བུ་དུ། ང་ལ་ཨེ་འདྲེ་རུང་མི་བྱམས་པ་སུ་ཅིག་ཨེ་འདྲེ feel བྱེད་བཅུག་མ་སུ་ཡ་ད་ལྟ་བུ་དུ་ད་ང་རང་སྒེར་ལ་ཡ་ད་ང་རང་གིས་མ་མཐོང་བ་ན་ཧ་མ་སྟ་ང་རང་ཨེ་འདྲེ་འཚོ་བ་དེ་འདྲེ་སླེབ་མ་སུ་ཡ། ག་ཅིག་ནི་ལ་ནར་ད་ར་ཡ་ཨེ་འདྲེ།

ཨོ་འགྲོ། ཀོའུ་ཡ་ཡུའུ་ཡུའུ་མཉམ་ཆུན་ཆུན་པུའུ་ཡུའུ་ཡུའུ་མཉམ་ཆུན་ཆུན་དུ་ར་ཡ། ང་ཡ། ད་ང་ཚོ་ཁ་ལོག་རེད། དེ་དུས་ད་ང་ཚོ་དེང་སང་དུས་ཚོད་ནང་འདྲེས་འགྲོ་ལེ་ར། འདྲེས་འགྲོ་འདི་ཁལ་ཁུ་ཅུ་འགྲོ་ཡོད་མ་ར་ད་ང་ནི་འདྲེས་འགྲོ་འདི་མ་རེད་ཡིན་ནའི། བྱ་དུང་ག་འགྲོ་ད་ཁ་ལ་ས་ག་འགྲོ་འགྲོ་འགྲུལ་ཡ་ཡ་བྱེད་ལོ་ལ། ཐེངས་མ་དང་པོ་ང་ཚོ་འགྲོ་དུས་བསམ་པ་ཡོད་མ་རེད། ཁོ་རེ་ལག་པ་ལག་པ་བོར་ངོ་ན་བོར་རེ་ཞུ་ད། ང་ནི་ང་ཚོ་དེ་ང་ད་དྲང་པོ་ཤོག་ཨེ་འདྲི་འགྲོ་ལ་ཡ་ཡོད་ལྐུག་པའི་ཁེ་སི་ན་རོ་འགྲུལ་ན་འོས་ང་ཁྱོད་ན་འགྲུལ་དུ་ལན་ཁབ་དུ་བོར་ལ་ནང་བ་དུ་ཡ་ཨེ་འདྲི་ད་རོ་ད་ཀོ་ར་རོ་རྒྱ་བྱེད་ན་ང་སྒོ་མ་ཚོད་ངེས་བྱོས་ང་ཨེ་འདྲི་འགྲོ་ཅི་ཡོད་ཡ། ཨེ་མེད་ན་ང་ར་སྒོ་ཚོད་ནས་ད་ཧ་གོ་ངེས་འདི་ཕྱི་ད་ངེས་ཡི་ཁ་ལོག་ད། བསམ་གྱི་མི་འདུག་ད་མི་ང་ལེ་འདྲི་ལེ་འགྲོ་འོན་ཅན་ང་འདི་ཕྱི་མ་ཨ་ནི་ག་རེ། ཧོང་ཅིན་ཏཱ། ལ་བུ་བུ་རོང་ངུ་ན་ཤི་ཏར། ནི། ཁ་ཅིག་ཤོ་ལ་བུ་བུ་རོང་ངུ་ན་ཤི་ལམ་ཁོ་ཅུང་ཤོ་དུས་དུ་ཁེའུ་ཤི་ལེ་མི་འདུག་ཡ། རྗེ་ལ་ཡ། ཏ། ང་ཚོ་རོགས་པ་རོ་ད་ཤིན་ཏུ་བྱམས་པ་མཛོད་ལས་ཀྱི་མི་འདུག་ཏ། ཁོ་ཡོད་མ་རེད་ཚབ་ཡོད་མ་རེད་ད་ང་ཚོས་ན། ཏ། ང་བུ་མོ་ར་ད་ང་ག་ཚོད་ཕུ་རོ་བྱེད་ནས་མ་བྱེད་ང་བུ་མོ་ར་ཡ་ཏ deep down ཡ། བུ་མོ་ར་ད་འོ་འདི་བུ་མོ་ལ་ད་ཚབ་ནི་འདི་རེད་ལས་ཀྱི་མི་ང་ཏ་དྲང་པོ་ཤོ་བྷ་ན་བུ་ད་གའུ་ཆི་ཉུང་ཅིག་ཡོད་ར། ང་ལ་ཚབ་ནི་བུ་ཡོད་མ་རེད་སྔུན་ན་ཤོར་ལག་པ་སྔུན་ན་ཐོན་ཆ་སྙུང་བར་མེད་འདྲུ་འགྲོ་ཡང་ང་རང་གི་ཕ་ཡིན་འདྲུ་ཆ་སྙུང་འགྲོ་མེད་ད་ཐོག་ར་ང་འདུག་ཡང་སྔུན་ནོར་སོ་སོ་ཅིག་མི་ཟེར་ན་འགའོ་དང་པོ་རུ་བྱེད་དུས་བསམ་པ་ལ་སོ་སོའི་ན་འགྲོ་ས་དང་དགའ་ས་དེ་མཐོང་དུས་བསམ་པ་ཅིག་ཚག་ཚིག་འགྲོ་ཆའོ་དེ་དག་ཆ་ཡི་དུས་ད་ཡང་ཡིན་འདྲུ་སྔུན་ན་རུ་ཐོན་དེ་དག་ང་འཆི་བར་མ་མྱོང་ཡང། ལག་པ་བོར་རུང་སྔུན་ན་ཤིང་བྱེད་ལོས་ཡག་ཧོ་ཡང་ང་ད་ཡིན་གྱི་འཆི་མོ་ཐོག་ས་ད་ཡིན་ན་ཡང། ཨེ་འདྲ་རུ་ཨེ་འདྲ་རུ་མར་ལྟ་བུ་འདི་ཤ་ལ་བོང་རུ་སྔོ་ནག་བོ་རྫི་ཞོ་ཉི་ལྟ་བུ་འདི་ལོ་ཁོ་རོ་ཡོད་སྙམ་ཆུང་ཆུང་ཐོག་ཡ་འཇོ། ཨ་འོ་འགྲོ་ཆེ་ཨ་ནི་རྗེས་ལ་ད་ང་ད་རྗེས་ལ་ད་ང་ཚོ་ཡུལ་ཆང་བུ་ཆར་ད་ང་ད་དགོང་ད། དུས་དུས་ང་ང་ར་དཀའ་ངལ་ཅིག་འགྲོ་འདོད་རེད་ཡ། ལོག་འགྲོ་འདྲ་འདྲའི་དུས་ཚོད་ཅིག་ཡ་འོ་འདི་སྐབས་སུ་ད། དགོང་ད་གཉིད་མ་ཤོར་ཀ་ཡིན་ཅིག་ཉོབ་འདུག་ག་དུས་ཆུ་ཚོད་ག་ཚོད་ཚེ་ན་དགོང་ཆུ་ཚོད་གཉིས་བ་གསུམ་པ་དང་པོ་བཅུ་གཉིས་ག་རེ་གནས་ད་ཕོན་བཏང་གི་ར་ཡ་ཕོན་ཕོན་ལམ་ས་སྐྱེལ་ཧག་གི་ཡ། ཨ་ང་ཡོད་མྱུ་གུ་དུ་ཅི་ཅི་ཅི་ཅི་ལས་ར། ལིས་ལམ་ས་ཧག་གི་ཡ། གཅིག། ང་ད་ང་ད་དྲང་པོ་བྱུང་ཨ་མདའ་བུ་དང་ང་ལ་ཨིན་དྲ་བྱེད་ངེས་འགྲོ་རག་མ་ཟའོ་གོ། ཨིན་དྲ་ཡག་པོ་བྱེད་ཡོད་ད། ཁ་བླ་ནས་ད་དུས་དུས་དུས་དུས་ང་སིངྒལ་རེད་ཡ། ཁོ་ཁོ་བི་སིངྒལ་རེད་བེ་ཇོ་ཁོ་བི་སིངྒལ་རེད་འོང་ཁོ་ལ་དགའ་བོ་འགྲོ་འདི་ཡོད་མ་རེད་ཨཱ་ནི། ད་ང་ཚོ Valentine's Day འགྲོ་འདི་ལི་གཡའ་ཡང་དགའ་རོགས་ཉིན་མོ་འདི་ལི་གཡའ་ཕྱི་ཟླ་གཉིས་པ་ད་རེས་བཅུ་བཞི། ཚེས་བཅུ་བཞི་ཕྱི་ཟླ་ཟླ་བ་གཉིས་པ་ཚེས་བཅུ་བཞི་ད། འོ་དེ་སྐབས་སུ་ད་ངས་ཀྱི་གྲོགས་མོ་འབྱོར་ད་ར་ཡ། མོ་ཡ་དུས་དུས་འདིར་ང་གྲོགས་མོ་ཡོད་ཆང་པོ་ཡོད་ད་མོ་ཡོད་མ་རེད།

འདི་ཉི་མ་མང་པོ་ཞིག་འདུག་ཨ་ཡ། མོ་ལ་སླེ་བོར་ད་ཅོག་ལེ་ཅོག་ལེ་འདི་ལ་ཅོག་ལེ་སླེ་བོ་རེད། ཨ་ཁ་ཞིག་མེ་ཏོག་དྲའི་ཉི་མ་འགྲོ་ཞིག་འདུག་མེ་ཏོག་འགྲོ་ར་ཡི་འདུག་ཅིག་ཡང་ང་ང་ལ་ད་ལྟ་བོ་ད་ཨེ་འདྲས་རག་མ་མྱོང་ཡ་དྲག་པོ་ཞོག། རོས་འདྲས་ད་ཅོག་ལེ་འདྲས་ཁ་ཁ་ཨེ་འདྲས་རོ་ཁ་ཁོ་ཞིག་རག་མ་མྱོང་ད་ང་ལ་ཡ། ད་མོ་ལ་རག་བོར་ད་མོ་ཅོག་ལེར་ཟ་འོང་མ་རེད་ནས་ཅོག་ལེ་མོ་ལ་སླེ་རྒྱུ་ད་ཆང་མ་ང་ཟེར་ད་ཡན་ད་ཡ་ཡིན་ན་བི་ད་ང་ང་རང་ལ་སླེ་རྒྱུ་འགྲོ་འདི་ཁས་མ་རག་ཡ།

Valentine's Day ཉིན་མོ་ཁོ་རང་འདི་ལ་ཡ། ག། ག་བྱེད་དུ་ང་ལ་ཡོང་མ་རེད་དེ་ཁྱེད་ལས། ཁོ་བསམ་བློ་བཏང་བཏང་སྟེ་སུ་ལོ་ཀ་དྲུག་བརྗོད་ཡོད་རེད་ཡ། ཡག་པོ་རེད་ད་ཡ། ཨེ་འགྲོ་ད་མེ་ཏོག་ཁྱེད་གཉིས་སླེབས་ན་མེ་ཏོག་ད། ཁ། ཉི་མ་མང་ཤོས་ཉི་མ་གཅིག་སྟེ་རེད་ཨ་ནི་ཤི་ཡི་རེད་ལས་བྱེད་མོ། ང་ལ་ཡ། Chocolate ད་ཨེ་འགྲིག་སྙན་པ་ཁྱེད་ཐུག་ད་ད་ང་ཚོ་འདི་གང་ཟ་ཡ། སྙམ་སྟེ། མེ་ཏོག་བསམ་ལ་ང་ལ་ག་ཁྱེད་ལས་བྱོས་ཟེར། མེ་ཏོག་སྤོར་ཁོ་རང་ཀྱ་ནི་ཁྱེད་ལས་ཤི་ཡ། རྩ་བ་དང་ཚང་མ་ཡོད་རྒྱུ་ད་བསམ་བློ་དང་དུས་དུས་ང་ཁ་ལག་ཡག་པོ་བཟོས་ཤུལ་ངོ་མ་རེད། ལས་ཀ་ད་དྲང་པོ་བྱོས་ལས་དང་འགྲོ་ད་ང་མེད་འོར་མེད་ཡོད་ཉིད་ལ་ས་ག་ཚོད་ཐུབ་ད་སོ་སོ try བྱེད་ཡོད་ད་ཡིན་ནད་པི་ཡོད་ཨེ་འདྲི། ང་ར་རྗེས་ད་ང་ཚོ་རོགས་པ་བྱམས་པ་ཡིན་འདྲི་རོགས་པོ་དེ་ཚོ་བཙི་ན་ད་ང་ཁ་ཁུག་བྱུང་པར་ང་ཧ་གུ་ཡོད་ད་ར། ལས་དང་ཡོད་མ་རེད་སོ་སོའུ་ཁ་ལག་ཁ་ལག་འདྲི་འདྲིར་ད་ཟ་ཉལ་ཁྲོ་ན་ཟ་ཁྲོ་བོ་གཏོགས་ན་ཁྲོ་བོའི་གཏོགས་ན་ཟ་ཁྲོ་བོ་མ་གཏོགས་ན་མ་ཟ། ནང་ཟ་རྒྱོ་ནི་མང་ཆི་ལོ་ཟ་བ་དུས་དུས་མཐོ་སློབ་འགྲོ་བོ་རེད་ཡ། ཕོ་གར་མ་ནི་མཛུ་ཡོད་རེད་ཕ་མ་ལ་ཅིག་རྫིག་པོ་བཤད་ཀྱི་མེད་ང་སློབ་གྲ་འགྲུལ་ཡོད་ལ་ནི་ཡ་ཡིད་བྱང་གི་ཡོད་ལ་ཁོང་ཚོ་ད་ཧ་ལ་མ་ཟེར་ན་ཕོ་གར་མ་ནི་ད་ངས་ད་ལྟ་ཁོང་ཚོ་བར་གྱི duty འགྲོ་ཡིན་པ་འགྲོ་ཡ་ཧོན་དེ་དུས་དུས་དཔེ་ཆ་ཡན་དེ་ཀོང་པོ་འགྲོ་ནི་ཡོད་མ་རེད་ཅིག་ཡ་ཧ་ལ་མང་ཕྱི་ལོ་ས་ནང་ལ་ཏོ་ར་ཆ་ག་མ་ར་ཆ་ག་ཡན་དེ་ར་གོ་ཡ་མེ་ཏོག་ཅིག་གསོལ་དེས་ད་ང་ལ་ཡ་དེ་ག་ལ་ད་ད་ཁོ་ཡི་དེ་ག་ཧ་གོ་བོར་ད་ང་ག་འདྲེ་ཡོད་མོད་ཡ། ཁོ་སེམས་པ་ན་སེམས་ཁྲལ་ཁ་ཡོད་རེད་མེ་ཏོག་འདི་ཉེ་ཡི་ཐ་མེ་ཏོག་བདག་པོ་མ་རྒྱ་མེ་ཏོག་ཤི་ཡི་ལས་བྱོས་ཡ། ཨོན་ལ་སེམས་ཁྲལ་ཡོད་རེད་ཡིན་ནའི་མེ་ཏོག་ཉོན་ཤི་ལས་ཤི་ད་ལྐུགས་པ་རོ་ཡ། ང་རང་གཉེན་ལ་ར་འདུག་གས་རྒྱ་ར་ང་ལ་སྤྲད་ངེས་མི་འདུག་ཅིག་ཅིག་ད་སྤྲད་ངེས་ར་གྱོ་འདི་མེ་ཏོག་མོ་བོ་ལ་ཅོག་ལེར་ད་འདི་ཚུགས་པོ་ར་ཉར་མེ་ཏོག་མ་བསློགས་ན་ཡང་ཅོག་ཚོགས་དང། ཐ་མེ་ཏོག་ཉར་ད། ཐ་མེ་ཏོག་ཉར་ཡིན་ནའི་ཡ་དུས་དུས་པོ་ཡ་ག་ཡི་འདུག་འགྲོ་འདི་ཁེ་གོང་ཞིག་ལ་ཡོད་མར་ད་ཧོ་ཡ།

ཐ་མལ་དུ་དེ་ཤི་ས་ནི། ཀོ་བ་འོག་མ་མེད་དུ་ཤི་འབའ་ཡང་འདས། ང་མི་འཁྱམ་པོ་ད་ཡིན་འདྲ་ང་ཚོ་སུ་ཡིན་ནས་སུ་སུ་འདྲའི་སྐྱིད་སྡུག་བཤད་ས་འགྲོ་ཡོད་ར་ཡང། ཁོ་རང་གཅིག་ནང་མི་ག་གཅིག་དཀའ་ངལ་འགྲོ་ད་ནང་ལ་རྙོག་དྲ་མང་པོ་བྱུང་ཞོག་དེ་ཚོ་ཚང་མ་ང་འགྲམ་ལ་ཚང་མ་ཕྱིར་ད། ང་བས་ང་ར་ངའི་དཀའ་ངལ་དང་ཁོ་འགྲམ་ཁོ་དཀའ་ངལ་འགྲམ་དུ་རྫུས་མ་ད་རེད་ད་ཡིན་ནས་ང་ང་ར་སེམས་པ་དཀའ་ངལ་སེམས་སྡུག་འགྲོ་འགྱུར་ལ་ཅིག་ཅིག་ཅིག་ཡ། ང་ཉོན་འཁྱམ་པོ་ད་ཡིན་འདི་འགྲོ་ཡ། བྱེད་ལ་ཡོད་མ་རེད། ང་ར་གཉིད་ཀྱི་མ་ལ་ག་རེ་འདི་ཕྱིར་ལ་ན་ཡ་ཅིག་ཁ་ལོག་རེད། ང་ཚོས་ན་དམ་བཅའ་རོགས་ཞེས་ཡོད་ད། དེ་དུས་ང་ཡང་ཀོ་ལོས་ཐོན་འགྲོ་ཡོད་རེད་མཐོ་སློབ་ཐོན་ན་ཨོ་ཁེ་ལས་ཀ་བྱེད་ཡ་རེད་ཁོ་འོས་ཐོན་ཁོ་བོས་ལས་ཀ་བྱེད་ཡུལ་ར་ད་ཡོད། ང་ནི་ཁ་སྐད་ཆ་བཤད་རེད་ང་ནི་ཨོ་ཁེ་སུ། སུ་ལས་ཀ་གཉིས་ལ་བྱེད་གླ་ཆ་དང་པོ་ཞིག་ར་ཡ་ར་འོང་དེ་ང་ནི་གཅིག་བྱས་བསྙེན་པ་ཉོ་གོ་ལ་ར་ད་ཡོད། ད་བསྙེན་པ་ཉོ་ཡ་ཕྱིར་ད། ད་དེ་ནས་ར་ཁོ་ཡི་ཁ་ཆེ་རེད། ཁོ་རང། མཐོ་སློབ་འགྲུལ་འགྲུལ་ཁོ་ཡང་ཨིན་དི་རུ་ཡོ་ག་རུ་ད་ཨིན་དི་རུ་བྱང་གི་རུ་ཡོད་ཡོ་ག་རུ་སྦྱངས་ཡ་བྱས་ད་ཡོ་ག་གླ་པའི་ག་ཅིག་སེ་ཏི་ཕི་ཀེ་ཏ་ཁོ་ལ་ཡོ་ག

ཉི་མ་ཁ་ཤས་བཞིན་འོ་བཙོ་བས་ཡིན་ལ་སླབ་པའི་དཔེ་ཡག་པོར་ལབ་འབའ་ཡ། ཁ་ལབ་འདི་ཕྱིར་རོ་ད་ཁོ་ཡ་ད་ང་འདི next ང་དྲན་པ་འོར་བརྗེད་འདུག་ད་ང་གཉིས་འདྲེ་དམ་བཅའི་འདྲེ་ཞྭ་ཡིན་པར་འགྲོ་ད་ང་དྲན་པ་འོར་མི་འདུག་ཡ། ཁོ་ང་ལ་ཉི་མ་གཅིག་ཡོད་ང་འགྲམ་ལས་ང་ད་དེ་དུས། གལ་སྲིད Dehradun ནས་ང་མི་ངོ་ཤེས་ངེས་དེ་ཚོ་ཡོད་ན་ཧ་གོ་ཡུལ་གྱིར་ང་ཚོ་སྦག་པ་བཏང་ཉིན་རོགས་པ་བྱས་ཀྱི། ཟ་ཁང་ཅི་ཡོད་རེད་ཡ་ང་ཚོ་འཛོམས་ས་སྦག་པ་བཏང་ཉིན་ཚང་མ་འཛོམས་ས་འོ་འདི་ག་ར་རོགས་པ་ཚང་མ་འཛོམས་ས་འོ་འདི་རེད་ར། མང་ཆེ་འགྲོ་འོ་འདིར་འཛོམས་གྱིར་ད་ང་ཚོ་འོ་འདིར་བསྡད་དུས་བསམ་པ་ར་ཁོ་ལས།

རྗེས་ལ་སྐུ་ནང་ལ་སླེབས་རང་སྐུ་ང་ལ་འདི་བྱས་ཀྱི་མེད་མལ་ས་བྱས་ཀྱི་མེད། ང་ད་རིང་ག་རེ་ཡོ་ག་བསླབ་རྒྱུ་ག་ཅིག་ཡིན་བསླབ་བྱ་དང་པོ་རགས་སུ་ལས་རྒྱུ་འོ་འདི་ལ་ས་ད་ར་ཡིན་རྗེས་ད་འོ་འདི་ད་འདི་ཕྱི་ར་ད་ང་བི་ཆི་ཧུ་ར་ཡ། འདི་རྗེས་ལ་ཉིད་ཀྱིས་ད་ང་ཚོ་ཀོ་བིད་ལས་འདི་འགྲོ་ཕྱིས་ལོག་གྲོང་ཆ་འདི་འགྲོ་ཕྱིས་འདི་རྗེས་ལ་ལོག་གྲོང་རྫོགས་ནས་ད་ཉིད་ཀྱིས་འདི་འགྲོ་ད་མར་ད་ག་རེ་ང་ཚོ་ཕལ་ཆེར་ལོག་གྲོང་སྐབས་སུ་ཡིན་ན་ཨེ་འདྲ་འགྲོ་ཅིག་ལ་ཉིད་ཀྱིས་འདི་ཕྱིར་ད་ང་ཡན་འདི་དུས་ཡང་སྦག་པ་དང་ཇེ་ཀེར་ཉོ་འོ་དུ་ཡོད་རེད་དིང་ཇེ་མ་རེད་རེད་དིང་གོ་དུང་ཉོ་འོ་དུ་ཡོད་ཇེ་ཀེར་ད་ཡོད་ར་ང་ལ་གོ་དུང་ཉོ་འོ་དུ་ཨ་གོ་དུང་ཉོ་འོ་དུ་བསམ་པ་ལ་རེད་དིང་གོ་དུང་ད་སྦག་པ་དང་ཡ་ག་ཇེ related ག་རེ་ཡིན་ན་བིར་ད་ནང་ནས་སློང་ན་ར་ང་ཨེ་འགྲོ་འགྲོ་ཚོར་གོ་ད་དེ་ཚོ་ད་ང་ངས་ག་ཇེ need མ་རེད want རེད་ལས་ཇོ་ད་ང་རང་གིས་རྒྱས་སྤྲོས་བྱེད་རྒྱུ་ག་ཇེ་འགྲོ་ར་ཡ་དེ་ཚོ་ད་ག་གམ་གལ་ཆེན་པོ་ཡིན་ངས་ད་སྦག་པ་དང་ངས་ཅི་ཡིད་ད་ཧ་གོའི་རེད་ཡིན་ནས་ཁོང་ཚོས་སྡེ་འཛུགས་ཀ་ཅིག་ད་སྡེ་འཛུགས་གོང་ཁེའུ་འགྲོ་ནི་ཡོད་མ་རེད་དགོང་མོ་བདུན་སྟོང་བརྒྱད་སྟོང་འགྲོ་གོང starting price གོ་ར་ཨེ་འདྲ་འགྲོ་རེད་ཡོད་འོན་ཏེ་ཚུ་ནང་ནས་འདིར་སློང་འགྲོ་བྱས་ང་ཚེར་སུ་ཡོད་ད་འོ་དེ་ངས་ད་འོན་ཏེ་ཉོས་ཆུ་དེ་ཡོད་ད་ང་ངས་ལས་ཀ་རྫུན་མ་ཅིག་བྱིར་ད་ད་ང་ལས་ཀ་དེ་བྱིས་དོར་ད་ལས་ཀ་དེ་བྱིས་དོར་ད་ལ་ལས་ཀ་དེ་གླ་ཆ་གླས་ར་ཡ་གླ་ཆ་གླས་དུས་བསམ་པ་ཉེས་ཁ་ཅིག་ལས་ཀ་དེ་གླ་ཆ་ཟ་འོག་རེད་ནག་ལ་སུ་བྱས་ཧ་གོ་འོག་མར་ང་ལས་ཀ་དེ་བྱིས་ཡོད་ཡ།

ཁོ་རང་ནམ་རྒྱུན་ནས་འོས་འགྲན་མང་པོ་འགྲོ་འོས་འགྲན་ག་ཅི་སྐོར་ལ་ཉམས་མྱོང་ཡོད་དུས་བསམ་པ་ལ། ཁོ་རང་འགྲོའི་གའུ་ཡོད་རྒྱུ་གང་ལ། ཁོ་ལ་ང་ཚོ་འོས་འགྲན Trip ཁྲིད་འགྲོ་ངེས་འདུག་ད་འོ་དེ་ཚོ་གིས་ཁོ་ལ Guide ག་ཅི་ན་བཞིན་གླ་ཆ་སྤྲད། ད་ཁོ་ཁྲིད་རོགས་སྙམ་འདོད་ད་ཁོ་ཁ་རེ་ང་ལ་གླ་ཆ་ཡ་ར་ཡི་འདུག་ང་ང་རང་འགྲོ་ཡ་འདུག་གའུ་ཡོད་ལ་ཅི་དེ་གང་ཡ་སྙམ་འདུག་ཨང་ཅན་ཁོ་འགྲོ་སྐོར་ནམ་རྒྱུན་འོས་མང་པོ་འགྲུལ། འགྲོ་དུས་བསམ་པ་ཡ་ཉིན་རྗེས་གའུ་འོས་འགྲན་འགྲོ་ཡ Update གང་ཚ་བཀྲིར། ད་ང་དེ་ལ་ལོས་ད་ང་དེ་ལ་ལོས་ད་ང་ཚོ་དེ་ནས་ཡར་བྲོས་ཅིག་ཅིག་ཡོང། ད་དེ་ནས་ནི་ང་ལ་ཡོང་མ་རེད་ནད་ཕོག་ཡོང་མར་ད་ངས་མ་བབས་གི་ར་ཨ་ནི་ངས་ཉི་མ་འདི་གམ་ནས་ང་མ་བབས་གི་རེད་ཨ་ནི་མ་བབས་གི་ར་ངས་བྲེལ་བ་བྱུགས་ལོ་ཨེ་འདྲེ་འགྲོ། ཨ་ཕྲེད་སྒང་ཟ་ཀྲིར་ད་ཡ། ཁྱེད་ལ་ཉི་མ་གཅིག་ཡོད་ཁོ་འོན་ཏེ་ཨེ་འདྲེ་འགྲོ་ཅིག་འགྲོ་དུས་བསམ་པ་ལོས་ཡ། འགྲོ་ར་ད་ང་ལ་ལོས་ང་དེ་ལོས་དེ་ཚང་མ་ལོས་ད་ར། ཁྱེད་ལ་ར་བྱམས་ཏིང་ཡ་ཞིག་གས་ཁུག་ཅིག་ལ་ཉེ་མི་འདུག། ང་ང་ར་ཡ། ང་ཚོ་སྦག་སྦག་དང་ཏེ་ར་ཏུ་འདྲེ་དུས་ད་ང་སྦག་སྦག་དང་ཡ་མ་འགྲོ་མང་པོ་འགྲོ་འགྲུལ་ཡོད་ཡ། ཨེ་འདྲའི་རོ་ཡར་འགྲོ་མར་འགྲོ་བྱེད་འདྲ། ང་ཡོད་ད་དྲན་པ་ཅིག་ཤི་ད་ཁོ་རྒྱུ་རིང་པོ་འབྲལ་བ་བྱེད་མ་སོ་ཨེ་འདྲའི་ལས་འགྲོ་ད་ཁོ་བབས་ཚ་ཡིན་ན་ཁ་ཆེ་ཡིན་ན་ཅིག་ཡོད་ར། ཨེ་འདྲའི་དོ་ན་མགོ་རུ་སླེབས་མ་སོ་ད་ང་ང་རང་བི་ཡ་ཡ་ཨུ། བྱེད་ལ་ཡོད་མ་རེད་ཉིན་མ་ཅིག་ང་ཚོ་སྐྱིད་མ་ལ་ད་རོགས་པ་བྱམས་པ་ཡོད་ར་ཁོ་ང་རང་གཉིས་ཀ་ཨ་ཅོའི་གྲོགས་པོ་ཡིན་རྒྱུ་འདི་ཡོད་ར་ཡ། ཨོ་འདི་ཚོ་གི་ཅིག། Instagram ནང་ང་ཚོ Story ལ་ད་ཡི་ར་ཡ Story འདི་ཚོ་ཡ་ཁེངས་ཚོ་འགྲོ་ད Rest in peace འགྲོ་ད་ཨེ་འདྲའི་འགྲོ་ཁྲིན་ཁོ་བ་ཅིག་པར་ད་ཡི་འདུག་ཡ་གང་ཚ་ཡ། ང་ད་ངས་ད་ཡིན་ད་འགྲོ་ད་རེད་བསམ་གོ་ར་མ་ཟ Rest in peace ལ་ན་ང་ཚོ་ཚང་མ་ཧ་གོའི་ར་ད་ག་རེ་རེད་ཡ། ཡིན་ནས་ངས་གི་ར་བསམ་ལོ་ཟུར་ཀླད་པ་ནང་ལོ་ནང་ལོ་ག་རེ། ཟུར་ཆུན་ཆུན་ཅིག་ལབ་པའི་ད་ངས་ཡིན་ད་འགྲོ་ད་ཚོར་བ་མ། འུ་ལོ་ཆུན་ཆུན་ང་ལས་ལོ་ག་ཚོད་ལོ། ལོ་ཁ་ཤས་ཤིག་ཆུང་བ་རེད་ཡ། དང་པོ་དང་དབྱངས་ཅིག་ཡ་ཡིན་ད་ཧ་ཐག་ཅིག་ཕོག་ཚ་ཡིན་ད་ཧ་ཐག་ཅིག་ཞུས་རེད་ཡ། ཅེས་ལ་ངས་ཡི་རོགས་པ་དེ་ལ་འདི་བྱས་ཡིན་པ Message བཏང་ཡིན་པ་ཡ། རོགས་པ་དེ་ཡི་ལས་བྱ་ཁོ་ཁོ་གྲོངས་རེད་ལ་ཞུས་ཡ། ང་ད་ཡིད་བོར་ཆེན་པོ་ཟེར་རྫུན་མ་མ་བཤད་ད་ཨེ་འདི་རུ་ལ་ཡིན་པ་ཡ། ཁོང་རྣོ་བོར་གྲོངས་རེད་ལ་ཁོང་ཚོ་ག་ཅིག་ཏུ་ཡ་འགྲོ་དུས་བསམ་པ་ལོས་ཡོད་མ་རེད། གང་གནང་ལོ་ལ་ང་ཚོ Avalanche ལ་ཡོད་ད་གང་ཉོར་རྒྱུ་ད་ཡ་ཨོ་འདི་ཉོར་འདི་བ་ལ་འདིམ་ར་གྲོངས་ཤི་ད་ཧ་གི་ཡ། ང་ད་སེམས་པ་ཚང་མ་ཅིག་ཅིག་ཡོད་ཨ་ད Of course ད་ང་ཚོ་རོགས་པ་འགྲོ་གྲོངས་རེད་ལ་ན་སྐྱུ་མ་སྐྱོ་ད་ཆ་ཡི་ར། སྐྱུ་མ་སྐྱོ་ཆ་སྐྱོ་ནས་ལྷག་ང་ཡོད་ད་ག་ལོག་རེད་མི་ཚེ་ནང་ག་ཅིག་ང་ནམ་རྒྱུན་འདུག་ན་ག་འདྲེ་ཡིན་ངེད་ཀྱིས་ད་ང་རང་ང་རང་གཅིག་བསམ་ནས་ངེད་གཅིག་ཕྱིར་དར་འོང་འདི་གི་ཡང། རྒྱུགས་འབྲས་འདི་ལ་ཡག་པོ་ཅིག་མ་ཐོན། དགུ་ཆུ་གློག་ཀྱོག་ཅིག་ཆགས་ང་རང་ལ་གྱོང་འགྲོ་ཅིག་རག་ཡ་མེད་ན་ང་རང་ལ་གནོད་འགྲོ་ཅིག་སྐད་ནག་པོར་དར། ང་བསམ་བློ་ག་འདྲས་བཏང་ངེས་ངེད་ཨ་ཕོ་ཁོ་རང་ཨེ་འགྲོ་རང་རེད། ང་བསམ་བློ་ག་འདྲས་བཏང་ངེས་ད། དཔེར་ན་ང་འགྲོ་ཡ་ན་ང་ལ་དྭགས་འགྲོ་ཡ་ག་འདྲས་སྤྲོད་ཐེངས་མ་བླན་པད་མང་པོ་བྱིན་ཐེངས་མ་གསུམ་བྱིན་ད། ག་དུས་གནས་ཡོད་ཅིག་སྐྱ་མཚལ་འགྲོ་ཆགས་དུས་ད་སྐྱ་མཚལ་ཆགས་ན་རེད་ད་ང་རང། ང་འགྲོ་ཡ་རག་མ་སོང་ཅིག་ཅིག་ཨེ་འདྲས་ལས་ཚབ་ལ་ཡོད་ཨོ་ཁེ། ད་དཀོན་མཆོག་ཡིག་མ་འགྲོ་གསུང་རྒྱུ་ཡོད་རྒྱུར་ལས་བྱོས་ད་ངས། ལས་ཀ་གཅིག་ཐོན་ད་དཀའ་ལས་ཡོད་རྒྱར་ད་འོང་དུ་འགྲུལ་བའི་མར་ད། གད་བོ་མར་ད་འདི་ལས་ཡག་ག་ཅིག་ཡོད་རྒྱུར་འགྲོའི་མེད་ན་འདི་མ་བྱེད་གསུང་འོང་རྒྱུར་འདི་ལས་འདི་ཁྱོད་ལ་ཡག་པོ་མེད་ཡིན་རྒྱུར་ལས་བྱོས་ཨེ་འདྲའི་བསམ་བློ་བཏང་ངས་ཇི་ལྟར། ད་འོང་འདི། ནམ་རྒྱུན་ཨེ་འདི་རུ་བསམ་བློ་བཏང་ང་རང་གིས་ནོན་འགྲུལ་བྱེད་ནི་འདི་བྱེད་རྒྱུ་རུ་བྱེད་ནས་ད་ང། ནོན་འགྲུལ་ཁ་ལོག་བཏང་ཚོད་ན་འགྱོད་པ་སྐྱེས་འདས་རུ་ཞུ་ད་ང་ནམ་རྒྱུན་དུ་ཨེ་འདྲའི་གཡོ་བོར་མེད་ད། ཡ་ང་ཚོ་བོད་པ་ནང་ཡོད་ལས་རྒྱུ་འབྲས་རེད་ལས་འགྲོ་ད་ངས་དཔེ་ཁོ་ན་ཨེ་འདྲས་བྱེད་དགོས་ཅིག་བྲིས་ཡོད་འགྲོ་ད་ཨེ་འདྲས་རང་བསམ་བློ་བཏང་འགྲོ་ངས་ད་ང་ཡོད་རྒྱོ་པ་རུ་ཅེ་སྐྱིད་མེད་ང་རང་ཡོད་ནམ་རྒྱུན་རྒྱོ་པ་སྐྱོ་ནས་ཁ་ཟོབ་རྒྱོ་རྒྱལ་འགྲོ་ཡོད་ན་རྒྱོབ་མཉམ་སྐྱོ་ང་ཚོ་ཚང་མ་མཉམ་དུ་བསྡད་ནས་རྒྱོ་པ་སྐྱོ་ལས་འགྲོ་བརྗོད་ར་ཟོབ་སྐྱོ་ནས་རྒྱལ་ཡོད་མ་རེད་ཁ་བྱུར་ད་ར་རྒྱོ་པ་སྐྱོ་ནས་ཡིན་ནེར་ད་ང་མི་ཚེ་ནང་རྒྱོ་པ་ཆེ་ཤོས་གཅིག་བོ་འདི་ལྟ་ཡོད་ཁོ་ལ་ཡོད་ད་ཨོ་ཁེ། ང་ཉིད་ལས་ཀ་བྱེད་རེས་ཉིད་ཀྱིས་ད་འདི་བརྗེད་ཟླ་བ་དྲོ་བརྗེད་ཟླ་བ་དྲོ་ལ་ནི། སྙན་པ་ཅིག་སྙོན་སྤྲེ་ཐུ་མ་ད་ནི་ཞན་པ་ཞག་ནི་ཅོག་ལེར་ཆུན་ཆུ་ཅིག་སྙོན་སྤྲེ་ནད་པའི་ད། ཅིག་ད་ང་རང་ཉིད་ཡར་མར Promise བྱེད་རྒྱུར་ཁོང་ང་ལ་སྤྲེ་རེས་ད་ཁོ་རང་གིས Promise དེ་དྲན་པ་ཉར་ནས་ཁོང་ང་སྤྲེ་ར་དམ་བཅའ་དེ་དྲན་པ་ཉར་ནས་སྤྲེ་ར། ངའི་ཕ་སྤྲེ་ཐུ་མར་ད་ང་འོང་དུས་ཡང་མི་ཚེ་ནང་ཡང་གྱོད་པ་གྱོད་པ་ཆེ་ཤོས་ཅིག་འོང་དུས་རེ་ཞིག་ད་ཡང། ཁོ་གྲོངས་སུ་ད་ལ་སུ་ལ་ཡང།

འོད་ཡག་པོ་ཆུར་དར། སྔོན་མོར་འོད་ཡག་པོ་ཆུ་ང་ལ་ད་འདའ་པོ་འདུག་ང་རང་གའུ་གི་བུ་ཡ་ང་གླེང་འདྲི་ཡག་པོ་བྱེད་མ་མྱོང་ད་ཁོ་ང་བྱེད་རྒྱུ་རོ་ད་ཡ་ང་ནི་རྗེས་རོགས་པ་རང་རེད་ད་ཡ། ད་སྣ་སྣ་སྒྲོལ་འགྲོ་འདི་ད་ལ་ཡོད་མ་རེད་ངས་ལྷ་ས་གའུ་དུ་འགྲོ་ལ་ཡོད་མ་རེད་བལ་གསུམ་སྒེར་གསུམ་རེད་ཅེས་ཀྲེག་ཏུ་གོ་རེ་ཡོད་མ་རེད་ང་གཉིས་ཀྱི་མ Relation ཁོ་ར་ནང་ཡོད་མ་རེད། ཡིན་ནས་ང་ལ་དུད་འགྲོ་ཡག་པོ་བྱེད་སོང་ངས་འོ་འདི་ལ་ས་ང་ལ་འདའ་པོ་འདུག་ཨིན་དེ Special Field བྱེད་རྒྱུ་ངས་ཡ་ང་ལ་ཁོ་མ་བྱེད་རག་མ་བྱེད་ཡ། ཁོ་བོས་གྲོང་སྟོད་འདི་ཡང་སྐད་ཆ་རྙིང་པར་དང་ཡང་ཉེ་ལ་ཟ་ང་མཐོ་སློབ་སྐབས་སུ་བླ་ན་ཉིས་སྟོང་ག་ཚོད། ཉིས་སྟོང་བཅུ་དགུ་ཉི་ཤུ་འགྲོ་འོང་འདི་ག་ཅིག་སྐད་ཆ་རེད་ཁོ་ཉི་ཤུ། ཉིས་སྟོང་ཉི་ཤུ་ཉིས་ས་གཅིག་འགྲོ་གྲོང་སྒེར་ཐ་ཡན་དུ་རོ་གཅིག་རེད། ག་དུས་གྲོང་ན་ང་ད་ད་དྲན་པ་ཡ་རྗེས་ད་ང་འུ་འདི་ཡོད་ཁྱོད་པོ་ཡོད་ཆུང་པོ་ད་ང་ཚོ་ཡ་ང་ཚོ་ནང་པ་རེད་ང་ཚོ་བོད་པ་རེད། ཁྱོད་མེད་བུ་ཡོད་ཅིག་ཅིག་ཡ་ང་ཚོ་འོ་དེ་ཚོ་ད་ཁྱེད་ད་ད་ངས་གང་བྱ་ཡ། འོ་དེ་ད་གྱོད་པ་རོ་མི་འདུག་ད་ཁྱེད་ད་ར་ལ་ང་ཡ་བརྙན་པ་དེ་སྤྲད་རག་མ་ཟེར་ད་ང་འུ་འདི་ཡོད་སེམས་པ་སྐྱོ་སོ། ད་རེས་ང་ཧོབ་རྡོ་མེ་ལ་ད་ཅི་ཉེ་ལ་ས་ང་ཅ་ལ་པེག་ཆི་ཡུ་ཆི་ཡེ་འདྲེ་རོག་པ་ཕོ་འདྲེ་ས་རོག་པ་མི་སྐད་ཆ་རོག་ཤེས་ཡ་མ་འདྲེ་ཆེན་ཀོ་ལེ་སུ་ཙི་སྐད་ཆ་རོག་ཤེས་ཆེ་ར་འུ་འདི་ཁྲེན་ཚོགས་གི་ཧོབ་རྡོ་མེ་ལ་ཡ། ཨ་ནི་ཨེ་འདྲེ་ཅིག་རང་ཚོ་ལ་ཤེས་ངན་ནོ་སོ། ད་ངའི་རོག་པ་དེ་ཚོའི་ལ་ན་ར་ད་ཁོ་ང་ལ་ན་འགྲོ་གོ་རེ་ཅིག་ཅིག་ཅིག་ལ་འོར་ཁ་ཅིག་ལ་ན་ངའི་རོག་པ་བུ་དེ་ཚོའི་བུ་ལེར་ད་ཁེ་ཚིག་བུ་ལས་དེ་ན་འགྲུལ་མེད་ན་བུ་མོ་དེ་ལ་ཕ་ཆོ་དེ་ལ་སོ་སོའི feelings ད་བརྩེ་བ་ད་འདྲེ་མེད་ན། ཨི་གམ་སུ་ཆིའི་དམར་ལས་བྱས་ད་ག་ཅི་ལ་ན་ངེད་ཀྱིས་ཁོ་ང་ལ་ཡག་པོ་བྱེད་རྒྱུ་དང་ངེད་རྙོག་དྲ་བཤད་རྒྱུ་དང་དོན་ཚང་མ་མཐོང་སྒོ་ར་ཡོད་ཁོང་ཚོ་འོང་དུས་ད་ཡིན་ནའི་ན་འགྲུལ་དུ་འགྲོ་ལ་ཡོད་མ་རེད་ག་ཡུལ་དུ་འགྲོ་ལ་ཡོད་མ་རེད་རུ་ལེ་ཤན་འགྲོ་ན་ལེ་ཡོད་མ་རེད་ཡིན་ནའི་ཁོ་གི་ར་ད་འདའ་པོ་དང་ངེད་ག་ཅི་ད་རུ་ལེ་ཤན་ན་ལེ་ཡོད་ར་ང་ཉན་མ་པའི་ལེ་ཡོད་རེད་ཅིག་ཡོད་ར་ད་འོང་དུས་ཚང་མ་ད་འདའ་པོ་དང་ལེ་རྒྱོ་ཚང་མ་ནས་ཡོད་ད་འདའ་པོ་དང་ཁོ་རུ་སྤེ་ཤེལ་ཕིལ་ཆེ་ཆུང་ཡོད་ཡོད་ང་ལ་ར་འོར་མ་སྲིད་ད་ཡོད། གཅིག་བྱས་ན་ཡང Incomplete Love Story འགྲོ་ཡི་འགྱུར་ད་འདི་ཡང་ཁ་ལ་ཧོར་ད་ར། ང་ངུ་འགྲོ་དོན་མ་བྱུང་བསམ་སོ་ཏག་ཏག་སོང་ཡག་པོ་བསྡད་ས། ཡ་ཨ་ནི་ཨེ་འདྲ་འགྲོ་ཅི་རང་རེད་ད་ང་འོང་འདི་ལག་ངན་ན་སུ་ཡ། ད་ད་རེས་ང་གདམ་ས་ལ་ནི་འགྲོ་ཡས་རེད་ཕལ་ཆེར་རང་ཚོ་འདི་བརྙན་ཐུང་འདི་ལས་ལས་ཕོ་ད་ད་ང་གདམ་ས་ལ་ནི་འགྲོ་ཚར་འགྲོ་ཕལ་ཆེར་ང་མ་ལྷོ་ཕྱོགས་ལས་ལས་ཚར་འགྲོ་ཡོད་འགྲོ། གདམ་ས་ལ་ལོ་ར་ཏིས་བསྡད་དགོ་བསམ་སོ་ད་ར། བར་རྗེས་བར་རྗེས། མིག་སྐྱ་དང་དེའི་ཡ་ཁ་ཚན་མིག་སྐྲངས་ནས་ཡོད། མིག་གཡུག་གམ་ཚོགས་ར་ཆགས་སུ་བྱིའུ་མོར་རྡོ་རུ་འུར་སྒྲ་གདངས་ཡག་སྡུག་གམ་ཚོགས་ར་སྐྲངས། སྐྲངས། མ་གྲགས་ཚང་མ་ཕྱི་སར་དང་ཡང་སྒོ་ནས་ཡག། ཡང་སྒོ་ནས་སྐྲངས་སུ་ཡག། ཡང་སྒོ་ནས་སྐྲངས་སུ། ད་ང་ད་ཉོབ་ཏིང་ཕྱིས་ད་ལྟ་འུར་དེད་པའི་ལགས་སུ་ཁ་ཚན་རྙེད་ག་ཅིག་མིག་མེད་ལྷག་མ་ཆུད་མིག་མེད་དུ་བླུད་འདར་གྲགས་སར་ད་ད་ད་ཡོད་ཡང་ད་རིང་སྒོ་ནས་ཟབ་ར་ཡོད། དམ་ཚ་ལ་ལ་ད་ཨེ་འདས་མིག་འགྲོ་སྐྲངས་རྒྱབ་འགྲོ་གཅིག་ཟུག་གཅིག་ཡ།